ཡར་བརྗོད་ལས་ཚང་བ་ལ་ང་རྒྱལ་ལོང་བློ་བཟང་བསྟན་འཛིན་དེ་ནི་ཉེ་ཆར་དེ་ཀ་གཡང་སྐྱ་ཕེབས་པདྨ་ཐུགས་རྗེ་ཆེ་ཞུ་ཡིན་དེ་ནི་དེ་རིང་དེ་ནི་ང་སི་ཉེ་ཆར་ཀུན་ལ་ཅི་ཞུ་ཡིན་མཛད་ན་དེ་ནི་ང་དང་དེ་ནི་ད་སི་པའི་འཁོར་ལོ་སྐོར་ལ་དེ་ནི་ངས་ཉུང་ངུ་ཅིག་ཞུ་ཡིན། སི་པའི་འཁོར་ལོ་ཟེར་མཁན་པོ་ད་ང་དང་ཚང་མ་རྒྱུ་བཟོས་དེ་ནོག་དེ་ནི་ད་ཅིག་དགོན་པ་འགའ་རུ་སྐྱོར་ནང་དེ་ནི་ད་སྒོམ་སྤྱོད་དེ་བདུན་ལ་དེ་ནི་པདྨ་ལྷ་ཚོགས་ཤིག་ཡང་ན།

དེ་ནས་སྡེ་ཚན་གསུམ་པ་དེ་ནས་ཐ་ལ་ཁོ་ནས་ནོད་པའི་སྟན་འབྲས་ཡན་ལག་བཅུ་གཉིས་སྐོར་ལ་དེ་ནས་ཉུང་ཅིག་བཞི་ཡིན། དེ་ནས་སྟེ་གསུམ་པོ་དེ་ནས་མདོར་བསྡུས་ཤིག་བརྗོད་སྟེ་ངས་བཞུ་བྱ་སྲིད་དེ་ནས་འདི་ཉན་ཐུགས་གནང་བར་གསོལ་འདྲི་བྱོན། དེ་ནས་སྒོ་མ་དེ་ནས་ལྟ་ཅིག་ལོ་རྒྱུས་པོ་བཞུགས་ན་དེ་ནས་ལྟ་ཅི་ནོ་ཟེར་ན། ད་འདི་ཡི་འཁོར་ལོ་འབྱུང་བྱ་བོ། ང་ན་ད་སྟོན་པ་ཐུབ་པའི་དབང་པོ་དེ་ནི་འཇིག་རྟེན་དུ་བཞུགས་པའི་སྐབས་ན་དེ་ནི་ཡི་འཁོར་ལོའོ། ད་འབྱུང་གནས་ཀྱི་ཡིན་ནོ་ད་མ་ལབ། དོན་དག་ད་སྟོན་པ་ཐུབ་པའི་དབང་པོ་ཁོ་རང་གིས་གདུགས་བཞག་ནས་གསུངས་སྟེ། དེ་ནས་གདུགས་རི་མོ་ལ་ཕབ་སྟེ་འཇོག་ག་ཅིག་ཡིན་ནོ་གསུང་བ་རེད། ད་དེའོ་ག་ཟུག་ག་འབྱུང་བསྟན་ནོ་ཟེར་ན་ང་མ་ཞིག་ད། སྟོན་པ་ཐུབ་པའི་དབང་པོ་བཞུགས་པའི་ཡོད་པའི་སྐབས་ལ། དེ་ནས་རྒྱལ་པོ། རྒྱལ་པོ་གཟུགས་ཅན་སྙིང་པོ་ཟེར་མཁན་དང་རྒྱལ་པོ་དབུ་སྐྲ་ཡ་ན་ཁོང་མང་པོ་ཅིག་བཞུགས་པའི་ཡོད་སྐབས་ལ་ཡིན་ནོ། དེ་ནས་ད་དེ་སྐབས་ལ་དེ་ནས་ད་རྒྱལ་པོ་དབུ་སྐྲ་ཡ་ན་གྱིས་རྒྱལ་པོ་གཟུགས་ཅན་སྙིང་པོ་ལ། དེ་ནས།

རྒྱལ་པོ་ཨུ་ཏྲ་ཡ་ན་ལ Skes ལ་ཕུལ་ཀྱང། Skes ལ་ཕུལ་ལས་ན་དེ་ནི་རྒྱལ་པོ་ཨུ་ཏྲ་ཡ་ན་འདིས་འཁོར་ལོས་ཁོ་རང་ལ་བསྟན་ནས་དེ་ནས་ཅིག་ལྕམ་དར་ཅིག། རྟེན་འབྲེལ་ཡན་ལག་བཅུ་གཉིས་དང་དེ་ཚང་མ་དང་ཅིག་བསྒོམས་ཏེ་བསྒོམས་ཏེ། དེ་ནས་བྱང་ཆུབ་སེམས་དཔའི་གོ་འཕང་ཐོབ་ཀྱང་ཟེར་ནས་སོང་བ་ནས་བཟུང། དེ་ནས་ཁོ་རང་གཅིག་པོ་མིན་པར་ཁོང་གིས་དེ་ནས་ཁོ་རང་གི་སློབ་འབོ་མང་པོ་ལ་དེ་ནས་དེ་སྐོར་ལ་དེ་ནས་བཀའ་སློབ་མང་པོ་གནང་སྟེ་དེ་ནས་སྤྱང་དེ་ནས་སློབ་འབོ་མང་པོ་ཅིག་སྤྱང་ཕྲུག་སེམས་པ་རྒྱུ་སྐྱ་ཟེར་རེ་ལོས་རྒྱུ་ཅིག་འདུག་སོང་ང་ལེ། འདུག་སེ་ནོག་ལྟར་འབྱུང་ཚེ་ལོས་རྒྱུ་པོ་གཙོ་བོ་དེ་ནོག་ལྟ་དེའོ་ཅི་ཡིན་ན་མིན་ན་སྟོན་པ་ཐུབ་པས་འོང་ཁོ་རང་གིས་སྦྱར་ནས་གསུངས་བཞག་པས་འདི་ཡིན་ནོ་ལྟ་དེ་ཡང་ཆོ་ནར་གཏིགས་ན་ཡང་འབྱུང་གང་གཅིག། གཅིག་གཅིག་གཅིག་བློ་རྒྱུ་གཅིག་གཅིག་ཟེར་རེས་མེད་ནོག་སོང་ནས་འདུག་འདི་ཡིན་ནོ་ལྟ། ད་གཉིས་པ་དེ་ནི་ཅི་ཞིག་ཡིན་ཟེར་ན་དེ་ནི་ལྟ། འཁོར་ལོ་ཡི་ལྟ་ཁོ་རང་ངོ་ནས་བེ་ར་ཞིག་བཞུགས་ན། ལྟ་འཁོར་ལོ་དཀྱིལ་མ་གུ་རི་ཀ། དེ་ནས་འཕགས་པ་འབྲུལ་དེ་ནས་ཕུར་དགོན་གསུམ་ཡོད་དེ་ནོག་སོང་ང་ནས་ཕུར་དགོན་གསུམ། དེ་ནང་ནས་ཕུར་དགོན་ན་སྦྲུལ་གཉིས་སྐབས་འཕགས་པའི་ཁ་ན་བིང་གང་ཅིག་སོང་བ་ལས་དེའུ་ཅི་ཚོད་འདེད་ནོ་ཟེར་ན་འཕགས་པ་དེ་ནས་གཏི་མུག་ཚོད་འདེད་ནོ་སོང་བ་ལས་འཕགས་པར་གཏི་མུག་དེ་ནས་སྦྲུལ་པོ་དེ་ནས་ཅི་ལོ་ད་ཞེ་སྡང་དེ་ནས་ཕོ་འདྲོག་པོ་དེ་ནས་ཁྲ་ཅི་ལོ་རྡོ་ཆག་རྡོ་ཆག་ཞེ་སྡང་གཏི་མུག་དེ་ནང་ནས་འཕགས་པའི་ཁ་ནས་འབྱུང་བྱ་སྤུ་ཡོད་མཚན་ཅི་ཡིན་ནོ་ཟེར་ན། གཙོ་བོ་དེ་ནི་འཕགས་པའང་ཅི་ཡིན་ནོ་ཟེར་ན། གཏི་མུག་མེ་ནོག་པ། འདོད་ཆགས་ཞེ་སྡང་གཏི་མུག་གོ་གཏི་མུག་གིས་ནོག་པ་དང། གཏི་མུག་གིས་ད་གཙོས་པའི་ད་ང་དང། གཙོ་བོ་ད་གཏི་མུག་པས་ང་དང་ང་དག་ཅང་མ་ཤེས་པའི་རྐྱེན་གྱིས། དེ་ནི་ང་དང་ད་འདོད་ཆགས་དང་ཞེ་སྡང་པོ་འབྱུང་ཟིན་ནོ་ཟེར་པ་ད་ང་འཁོར་བའི་རྩ་བ་གཏི་མུག་པོ་ཡིན་པ། འདུག་སྟངས་དེ་ནོག་སོང་བ་ལས། ད་ལྕི་དང་ངའི་ལྡེའུ་སྐོར་ལ་འབྲི་བྱེད་མང་པོ་བཞུགས་ཡ་མེད་སོང་བ་ལས་ངེད་ཅག་མང་པོ་ཚོར་དུད་འགྲོ་ཤེས་ཟོས་འགྲོ་དེ་ནི་ངས་བཞུགས་དགོས་ཤེས་ཤིང་ཡི་སམ་ཁ་ཅན་ཚོར་ལ་མེད་ནས་ཡིན་ན་ད་ཁོ་སྲིད་པ་ཁོ་ལས་བཞུགས་པ་སང་དེ་ནི་ཉུང་ངུ་ཉུང་ཅིག་མ་བཞུགས་ན་ཡང་མི་འགྲིག་ཙ་ཞིག་སོང་བ་ནི། དེའི་སྟེང་ན་དེ་ནི་ད་ཅིག་དེའི་ལྟག་པོ་ལ་དེ་ནི་འདུག་ད།

སྡེ་ཚན་གཉིས་པའང་འདི་ན་ད་སྡེ་ཚན་གསུམ་པ། རྟེན་འབྲེལ་གཡང་ལག་བཅུ་གཉིས། མ་བསླབ་ད་ནི་མཐའ་ལ་དེ་ནི་རི་མོ་ཡོད་ཀ་ནི་འདྲ་པ་རེ་རེ་ཙོ་ཙོ་ཅོ་སེ་བཅུ་གཉིས་སུ་བརྒྱ་སྟ་དེའོ་རྟེན་འབྲེལ་གཡང་ལག་བཅུ་གཉིས་མཚོན་ཏེ་ནོ། ད་དེའི་རྟེན་འབྲེལ་གཡང་ལག་བཅུ་གཉིས་སྐོར་ལ་ངས་དེ་ནས་སོ་གཅིག་ཅོ་སེ་བཞིན་བསམ་སྟེ་སོང་ནས་རི་མོ་ཚང་མའི། གཅིག་མཚོན་བསྟན་ནོ། གསང་བ་ལས། དེ་འདྲའི་ཡང་ན་གྲུ་ངེས་ཟེར་གམ་པོ་ཅི་ཡིན་ནོ་དེ་ནི་ཏེ་སྐོར་ལ་ནི། ཉུང་ཅིག་བཞིན་གསང་བ་ལས། ད་དེ་འདྲའི་ཡང་ན་གྲུ་གཉིས་ནང་ནས་སྒོ་མ་མ་རིག་པ་ཟེར་གམ་པོ་ཡོད་དོ་ནོ་ད་གཞར་བ་ཅིག། ད་མ་གྲུ་སྟན་གང་ཅིག་བཅོས་སྡོད་ཀྱང་ད་བོ་རིག་གཙོ་ན་མོ་རིག་གཙོ་ན་མ་གྲུ་སྟན་གང་ཅིག་བཅོས་སྡོད་ཀྱང། དེ་ནི་ཏེ། མ་གྲུ་སྟན་གང་པོ་ཅི་ཡིན་ནོ་ཟེར་ན་ཁོ་རང་པོ་གཞར་ར་ཡིན་ནོ་གསང་བ་ལས་མིག་གཞར་ར་ཅན།

ང་དང་ལས་དེ་ནས་རྒྱ་ནག་མ་བཅོས་ན་དེ་ནས་ང་དང་འབྲས་བུ་མི་ཚེ་སྡུག་བསྔལ་ཡོང་བ་ནོངས་ཟེར་རེད་སྟབས་དཔུང་པ་ལ་དཔེ་བཅོས་ཏེ་སྡུག་སྤོར་ཏེ་ནོངས་སོང་བ་རེད། དེར་བརྟེན་ཀ་ན་རྣམ་བཤད་ཟེར་ཏེ་ནོངས་སོང་བ་རེད་ད། མ་རིག་པ་བདུད་བརྗེད་ཀྱི་ལས་རྣམ་བཤད་ཀྱི་ལས་རྣམ་བཤད་ཟེར་རེད་ད་རྣམ་བཤད་ཟེར་ན་ཅི་ད་སེམས་ཟེར་ན་འགྲིག་ཟེར་ནོག་ད། ད་ང་དང་ལས་ཅིག་བསགས་སྟོད་རྒྱ་དེར་ལེའོ་འབོར་ཟེར་གཞིས་ཅིག་ད་འབོར། ད་ང་ད་འདིའི་ཚེ་ལ་ང་ད་ལས་ཅིག་བསགས་སྡོད་རྒྱག་པ་ཙམ་ཞིག་ལས་བསགས་སྡོད་རྒྱག་འདི་ལེའོ་དེ་ནས་ང་ད་ཁུར་གན་ཅིག་ཁུར་ཁྱེར་གན་ཅིག་ལོག་པ་ད་སྐྱེ་བར་རྟིང་མ་ཁྱེར་གན་པོ་སུན་ནོ་ད་ང་དེ་སེམས་བོད་ལོག་པ་ད་འོ་དེ་སྟ་འདི་ནོ་ད་ནམ་ཤེས་ལ་བན་དར་ཅིག་སྟ་འདོད་རྒྱག་ད་བན་དར་ཅིག་སྤྱང་མ་ཅིག་ན་ཅིག་ག་ཆོང་གན་ཅིག་སོང་བ་ལས་ཁ་ཅིག་ན་དེ་ཙོག་སྟ་ནི་མི་རྒྱ་ཡིན་ཅག་ད་ཆང་མ་ཅིག་ན་ཅིག་ག་ལྕེབས་གན་ཙོག་ཞིག་སྟ་འདྲི་དགོས་ས་ནོ་ཟེར་རེད།

ད་ང་ད་རེག་བྱ་གཟུགས་པོ་ད་གཅིག་ནས་གཅིག་རེག་བྱ་དེ་ནས་འདུག་ད་རེག་པ་རྫས་རེད་ད་བདག་ས་དེ་ན་རེག་པའི་ནང་ནས་དཔེར་གཙོ་བོ་དེ་ནི་བདག་ས། དེ་ནས་བུ་ཚ་གཅིག་ན་བུ་མོ་གཅིག་ཁྲི་ལས་འདུག་ག་གཅིག་པོ་རེ་མེད་ན་ད་དེའུ་རེག་པ་ཟུར་དེ་ནི་ད་རེག་པ་རྫས་གང་པོ་ད་ང་ད་གཅིག་ན་གཅིག་འདུག་ཐུག་བྱ་ལག་པ་ཐུག་བྱ་དེའུ་ཟེར་རེད་དེའི་སྟེང་ན་ཚོར་བ།

སྲིད་པ་སྲེད་པ་ཟེར། དེ་ག་ན་ལེན་པ། ད་དེའི་སྟེང་ན་སྤྱོད་བྱ་ཟེར་ན། ད་ཅི་སྟོང་རྐྱང་མ་ཅིག་ག་ན་ཤིང་ཏོག་ཕུད་གན་ཅིག་ཧ་ལ་ལས། འདི་ཚོ་ཁ་ཟས་སུ་ཕག་གན་ཅིག། ཡོག་པོ་ལ་གྲོག་རི་གཉིས་གསུམ་ནང་ཁུལ་ལ་པད་ཕུལ་སྐང་ཟེར་གན་ཅིག་ཡོད་ཀྱང། ད་ང་ད་འདི་ཅི་ཟེར་ནོ་ད་ང་ད། ལེན་པ་དེ་ལྟ་སྟངས་ཅི་བྱ་ནོ་ད་ང་དང་ང་དང་མི་ཙམ་མ་ཟེར་ར་མིན་ན་ང་དང་ཟེར་ར་མིན་ན་ཅི་བྱ་ནོ་ད་བྱིས་ལོ་ད་རྫས་བཙག་ཡང་ད་ཡང་ཁ་བ་ན་ཡོང་མིན་ན་ཚིག་པོ

སྟོན་པ་ཐུབ་པའི་དབང་པོ་དང་ལམ་གྱི་བདེན་པ་དེ་དེ་ནི་ཏེ་བཟའ་བའི་འོད་སྟན་ཅན་ནོ། ཡང་ཁ་ཅིག་གིས་བཟའ་བའི་འོད་པོ་དེ་ནི་འགོག་པའི་བདེན་པ་སྟན་ཅན་ནོ། དེ་ནས་འགོག་པའི་ལམ་གྱི་བདེན་པའོ་དེ་ནི་ཡང་ཁ་ཤས་ཀྱིས་དེ་ནི་གཡོག་ལ་ཚིག་འདྲི་ག་འདྲི་ཀྱང་ནོ། ང་དང་ཁ་ཅིག་ལ་ཚིག་འདྲི་འདུག་ཁ་ཅིག་ལ་ཚིག་འདྲི་ཡང་མི་འདུག་སྟེ། ཚིག་འདྲི་ག་ནི་གཡོག་ནོ་ཚིག་འདྲི་མཁན་པོ་ལ།

དེ་ན་ཡིན་ནོ་དེ་ནས་ཡང་ངས་ད་ཅིག་ཨི་ན་ཀོ་ལ་སི་པེ་རང་ཟེར་བཅས་དང། ཇུའུ་སྒོ་བཤས་དང་ཡང་དེ་ཚོགས་ཆད་ཡོད་སྲིད་པ་ནོ་དེ་ལ་ངས་དགོངས་པ་ཞུས། དེ་ནས་ཡང་ངས་ཐེ་པ་དེ་ནས་ཡང་འདྲ་བལ་སི་པེ་ར་ཡང་ཐེ་པ་དེ་ནས་བཤས་དེ་ཡོད་སྲིད་པ་ནོ་དེ་ལ་ཡང་དགོངས་པ་ཞུས། དེ་ནས་ཡང་ཅིག་ངེད་ཅག་སྟོགས་པ་དང་དེ་ཚོ་ཡོད་ན། ཀོ་སྨན་རྒྱུ་དེ་ང་ལ་དྲི་བ་ཟ་ལ་ཟ། དེ་ན་ཡིན། ཡ་རྒྱུ་ལས་དེ་ནས་ཚང་མ་དེ་ནས་ཡང་ཉིན་ཐུང་སོ་མ། དེ་ནས་ཚུགས་མ་ཐུག་མཉམ་པོ་མ་ཐུག་ཚུགས་པ་དང་ཉིན་ཐུང་སོ་མ་མཉམ་པོ་མ་ཐུག་ཚུགས་པ་དེ་ནས་ཚང་མ། དེ་ནས་སྐྱིད་པོ་དང་བདེ་མོ་བྱོས་ཚེ་བཞུ་བ་ཟ། དེ་ནས་གཉིས་ཨི་ཉིན་ཐུང་པོ་ཉེ་ཆར་ལ་བདེན་པའི་རང་ཕན་ཐོགས་པས་དེ་ནས་སྨོན་ལམ་ཡོད་རེ་བ་ཡོད་ཡ་རྒྱུ་ལས།